རྩ་བའི་ཆ་ནས་བལྟས། གྲགས་པོ་ཡོད་ས་རེད། གང་རེད་ཟེར་ན་དབང་ཟེར་བ་དེ་དཔེ། རྒྱ་ཆེན་པོ། གཏིང་གསལ་པོ། འོ་དེ་འདྲ་ཞིག་རེད། ད་ཡིན་ན་ཡང། ཕྱོགས་གཅིག་ནས་བསམ་བློ་བཏང་ན་ང་ཚོ་བོད་པ་ཞིག་ཡིན་དུས། དབང་ལ་དཔེ་མི་སྲིད་པའི་དགའ་བོ་ཡོད་རེད་ད། ཅིག་དབང་ཤུགས་མང་ཉུང་གང་ཞིག་ཕར་ཆེར་མེད་པ་འདྲ་བོ་ཡོད་རེད་དཔེར་ན་བུ་གུ་ཆུང་ཆུང་ཞིག་ཡིན་ན་ཡང་ཕ་མ་གི་ཁྲིད་ནས་དེ་འདྲའི་དབང་ཆེན་པོ་གསུངས་ས་དེ་འདྲའི་ཁྲིད་འདྲ་བོ་ཡོད་རེད། དཔེར་ན་ང་ཚོ་ད་དུས་འགོར་དབང་ཆེན་འདྲ་བོ་དེ་འདྲའི་གི་དེ་གི་བླ་མ་རྣམ་པའི་དབང་གསུངས་ས་ལ་ད་ཅིག་སྐྱིད་ཕོ་མོ་ལོ་རྒན་གཞོན་མེད་པ་ཚང་མ་དེ་དབང་བྱེད་ས་འགྲོ་གི་ཡོད་རེད། ད་ཡིན་ན་ཡང་དབང་ཟེར་བ་དེ་བཀའ་འདྲ་ཞིག་རེད་ཟེར་ཡོང་དུས། ད་ལྟའི་ཤིང་ཁ་འདི་འདྲ་ད་མང་བོ་ཞེ་དྲག་ཡོད་མ་རེད་དེ་འདྲ་རེད། དེ་ནས་དབང་ཟེར་བ་དེ་ཐོབ་ཟེར་དེ་ཡང་བཀའ་འདྲ་ཞིག་རེད་ཟེར་ན་དེ་ཡང་དཔེ་མི་སྲིད་པའི་དཀའ་ལས་ཁག་པོ་ཞིག་རེད། ད་ཡིན་ན་ང་ཚོ་གི་རྣམ་རྒྱལ་ནང་ཆོས་ངོ་སྤྲོད་ཟེར་བ་དེ་ནི་བླ་མ་རྣམ་པ་ཡི་རྣམ་གྲངས་ཚང་མ་གི་དཔེ་མི་སྲིད་པའི་རྩ་ཆེན་པོ་དང་གལ་ཆེན་པོ་དང་མེད་དུ་མི་རུང་བ་ཞིག་བརྩི་གི་ཡོད་རེད། སྤྱིར་བཏང་གི་ནང་ཆོས་ཉམས་ལེན་བྱེད་མཁན་ཞིག་གི་ངོས་ནས། སོ་སོ་གི་ཉམས་ལེན་བྱེད་ཡག་གི་ཆོས་དེ་གི་རྒྱུ་མཚན་དང་རྒྱབ་ལྗོངས་ཤེས་པའི་ཐོག་ནས་ཉམས་ལེན་བྱེད་པ་དེ། རྣམ་དཔྱོད་དང་འདྲ་མིན་ཉམས་ལེན་བྱེད་སྟངས་དང་གང་ཡང་མ་ཤེས་པའི་ཐོག་ནས་ཉམས་ལེན་བྱེད་སྟངས་དེ་ལ་ད་ཅིག་སྤུས་ཚད་འདྲ་བོ་ཡོད་ན་ཅིག་སྤུས་ཚད་ཞན་པོ་གི་ཉམས་ལེན་བྱེད་སྟངས་རེད། ཐ་ན་དེ་ལ་རྨོངས་དད་ལབ་མཁན་དེ་འདྲ་ཡོད་གི་ཡོད་རེད། དེ་འདྲ་ཡིན་དུས་ང་ཚོ་གི་དངོས་གནས་ཀྱི་དུས་རབས་ཉི་ཤུ་རྩ་གཅིག་པའི་ད། སློབ་སྦྱོང་དང་ཉམས་ལེན་ཟུང་འབྲེལ་གྱི་ཐོག་ནས་དེ་ནས་ཆོས་ལ་དད་པ་བྱེད་མཁན་ཞིག་ཡིན་ན་དེའི་རྒྱུ་མཚན་དང་རྒྱབ་ལྗོངས་དེ་ཚོ་ཧ་གོ་དགོས་ཀྱི་ཡོད་པ་དེ་དཔེ་རྩ་ཆེན་པོ་ཡིན་ས་རེད། དེའི་ངོས་ནས་བསམ་བློ་བཏང་བ་འདི་ལྟར་ང་ག་རེ་ཞུ་ཡ་ཡོད་ཟེར་ན་དཔེར་ན་དབང་ཟེར་བ་དེ་གསང་སྔགས་རྡོ་རྗེ་ཐེག་པ། ད་བོད་གོང་བ་ཅན་དང་ཕྲིན་བ་ཅན་ཟེར་ནས་བོད་པ་ཅིག་ཡིན་ནས་བཟུང་སྟེ་གསང་སྔགས་ཀྱི་གདུལ་བྱ་ཟེར་ན་འདྲ་གསང་སྔགས་ཀྱི་ཆོས་དང་དམིགས་བསལ་གྱི་འབྲེལ་བ་ཡོད་པ་མདོར་ན་གསང་སྔགས་ཀྱི་ཆོས་ལ་ལྟ་བ་བྱེད་མཁན་ཞིག་ཆགས་ཏེ་ཡོད་རེད་ད།

དེ་ག་འདྲའི་གསང་རེད་ཟེར་ན། གསང་སྔགས་རྡོ་རྗེའི་ཐེག་པ་ཉམས་ལེན་བྱེད་མཁན་གྱི་འཇུག་སྒོ་དེ་འཛུལ་སྒོ་ལྟ་བུ་དེ་གང་རེད་ཟེར་ན་དབང་ལ་བརྟེན་ནས་འཛུལ་སྒོ་རེད། དེ་ནས་དེའི་སྲོག་ལྟ་བུ་དེ་དམ་ཚིག་བསྲུང་ཡ་དེ་རེད་གསུངས་ཡོད་རེད། ད་དེ་གཉིས་ཀ་དེ་དཔེ་དཀའ་མོ་རེད་བ་ད་དེ་རེད། དཀའ་མོ་ཡིན་མིན་ལ་མ་ལྟོས་པར་དབང་ག་རེ་རེད་ལབ་ན་ད་དེ་མ་ལབ་རང་ལབ་ཆགས་དེ་ཡོད་རེད། དེ་ནང་བཞིན་ཅིག་རྫ་པགས་སྒྲོལ་གི་ཁི་ཚང་ལ་མི་ཤར་ལོང་ནང་ལ་དབང་མ་ཐོབ་ན་དངོས་གྲུབ་མེད། ཕྱེ་མ་ཙིར་ལ་མར་མི་འཇོག་ཟེར་ནས། དེ་ནས་གསང་སྔགས་ཀྱི་མཆོག་དང་ཐུན་མོང་གི་དངོས་གྲུབ་ཅིག་ཐོབ་དགོས་ན། མདོར་ན་གསང་སྔགས་ཀྱི་ཆོས་ཀྱི་བྱིན་རླབས་དེ་གཅིག་རང་གི་རྒྱུད་ལ་ཐོབ་དགོས་ན། དབང་དེ་མེད་དུ་མི་རུང་བ་ཡིན་གསུངས་ཡོད། བྱས་ཙང་དེའི་དབང་དེ།

ད་ཅིག་རྒྱུ་སྡེ་བཞི་ཡི་དམ་ག་འདྲ་ཞིག་དང་འབྲེལ་བ་ཡོད་པའི་དབང་ཡིན་ན། དེའི་དབང་དེ་བླ་མི་མ་རེ་རེ་ནས་ངོ་སྤྲོད་ཅི་ར་སྤྲད། དེ་ནས་སློབ་མ་གིས་དེ་ཡང་ཧ་གོ། སློབ་མ་ལ་ཡང་དེ་གི་ཁོ་རང་གི་དབང་ལ་དབང་རྫས་དང་ཕྱག་རྒྱ་དང་ད་མང་པོ་ཞིག་དམིགས་པ་དང་དེ་འདྲ་ཡོད་རེད། དེ་ཚོ་རེ་རེ་ནས་གསུངས་ཡོང་དུས་དེ་ནས་འོ་ད་སློབ་མ་དེ་གི་ཡང། བརྡ་དོན་དེ་ངོ་འཕྲོད། གང་ལྟར་ཡང་བླ་མའི་གང་གསུང་བ་དེ་ཁབ་ཏུ་ཁབ་ཏུ་ལ་སློབ་མ་གིས་ད་ཧ་གོ་བའི་ཐོག་ནས་དེ་ནི་སེམས་ཀྱི་རྒྱུད་ལ་ཅིག་ད་དབང་ཐོབ་སོང་སྙམ་པའི་བསམ་བློ་བརྟན་པོ་ཡོད་པ་དང། དེའི་གི་ཅིག་ཆོ་ག་དང་བརྒྱུད་རིམ་དེ་ཆ་ཚང་ཞིག་ཅིག་ཆ་ལྷག་མེད་པ་ཞིག་དེ་ལ་མཉམ་ཞུགས་བྱས་ནས།

ཟེར་བ་དང། དེ་ནས་དག་པ་དམ་པའི་གང་ཟག་ལ་སངས་རྒྱས་ན་གར་ཟེར། ལུས་ནི་ངེས་པར་འགྲུབ་ཟེར་དེ་འདྲའི་ཚིག་ཅིག་འདུག་ཨ། ད་ངས་ཆ་ཚང་དྲངས་ཀྱི་མི་འདུག་དེ་མཇུག་དེ་ག་རང་ལ་ཡོད་རེད། དད་པ་མེད་ན་དཀར་པོ་དགེ་བའི་ཆོས་དང་འབྱུང་དགོས་མ་རེད། དད་པ་ཡོད་ན་འོ་ག་འདྲ་རེད་ཟེར་ན་དེ་ནི་སངས་རྒྱས་ཀྱི་ཆོས་དེ་ཚོ་ངེས་པར་འགྲུབ་གི་རེད་སོང་དེ་གསུངས་ཡོད་རེད། དེ་འདྲ་ཡིན་དུས་དད་པ་ཡག་པོ་ཡོད་པ། དད་པ་ཡོད་པ་ཙམ་མ་ཡིན་པར་དབང་ཟེར་བ་དེ་ག་འདྲ་ཞིག་ཡིན་པ་སྤྱིར་བཏང་དབང་ཟེར་བའི་ཚིག་དེ་དབང་ཟེར་བ་དེ། སོ་སོ་ལ་དབང་ཆ་སྤྲད་པའི་དོན་དག་རེད། སོ་སོ་ལ་བདག་དབང་ཞིག་སྤྲད་བཞག་པ་ནང་བཞིན་ཆགས་ཀྱི་ཡོད་རེད། ཆོག་མཆན་ཞིག་སྤྲད་བཞག་པ་ནང་བཞིན་ཆགས་ཀྱི་ཡོད་རེད་དེང་སང་གི་ལི་ཁ་ཅིག་གི་འགྲོ་སྟངས་དབང་དང་ན། ཐ་ཀ་རེད་ཟེར་ན་དཔེར་ན། ང་ཚོ་ཁྱེད་རང་རྒྱལ་པོ་གི་བུ་ཡིན་ན་ཡང། མ་འོངས་པ་ན་རྒྱལ་པོ་གི་སྤུ་དེ་ཡར་རྒྱལ་ས་ལ་མངའ་གསོལ་ནས་ནི་ཁྲིའི་སྒང་ལ་བཞག་ནས་ནི་རྒྱལ་པོ་གི་ཐིག་ཐམ་ག་དེ་ཚོ་དང་ད་དེང་སང་ཡིན་ན་དཔེར་ན་སྲིད་འཛིན་ལྟ་བུ་ཅིག་རྗེའུ་བརྒྱད་པ་ཡིན་ན་སྲིད་འཛིན་གསར་པ་དེ་ཡར་ལ་དམ་འབུལ་གི་མཛད་སྒོ་བྱེད་པའི་སྐབས་སུ་སྲིད་འཛིན་རྙིང་པ་དེ་གི་ཁོ་རང་ལ་དག་ཆ་ཚང་ཞིག་རྩིས་སྤྲོད་བྱེད་ཡ་ཅིག་ཡོད་རེད་བ། འོ་དབང་ཟེར་བ་དེ་དེ་འདྲས་ཞིག་རེད་བླ་མ་གི་སློབ་མ་གི་འགོག་རྡོ་རྗེ་གསུམ་ལ་བྱིན་གྱིས་བརླབས་ནས་མ་འོངས་པ་ན་ཁྱེད་རང་ཡང་མཆོག་དང་ཐུན་མོང་གི་དངོས་གྲུབ་བསྒྲུབས། ཐུབ་ཀུན་གྱིས་དེ་ལྟ་བུའི་གི་རང་གི་དེ་གི་སེམས་གི་ད་སང་གི་སྐབས་སུ་ཡིན་ན་ནི། རང་གི་ལུས་ལ་ཡེ་ཤེས་ཆེན་པོ་ནི་གསུང་གི་ཡོད་དེ་རང་གི་སེམས་ཉིད་ཀྱི་ཤེས་ཀྱི་ལྷ་དེ་ཚོ་ངོ་སྤྲད་ནས་འོ་ནི་ཁྱོད་རང་མ་འོངས་པ་ན་ཁྱོད་རང་སངས་རྒྱས་ཆགས་ཀྱི་རེད། ཁྱོད་རང་ཡང་དེ་གི་ད་བླ་མ་ཡི་དམ་མཁའ་འགྲོ་འོ་དེ་གི་སངས་རྒྱས་ཆོས་དགེ་འདུན་མདོར་ན་དེ་གི་ད་རྩ་བ་གསུམ། འོ་ག་རེ་ཡིན་གྱི་ཡོད་ན་དེ་རང་བཞིན་དུ་ཁྱོད་རང་སྒྲུབ་ཐུབ་ཀྱི་རེད་ཟེར་ནས་དེའི་ནུས་པ་དེ་ཁྱོད་རང་གི་རྒྱུད་ལ་བཞག། ནུས་པ། ཨ་ནུས་པ་རྒྱུད་ལ་བཞག་གི་ཡོད་རེད། དེ་དཔེ་རྒྱན་པ་ཞིག་གི་དབང་དུ་བཏང་ན་དཔེར་ན་ཤིང་ཞིག་གི་ནང་ལ་ས་བོན་ཡག་པོ་ཞིག་བཏབ་ནས་ཡོད་ནས་དེ་རེད་ཅེས་བཞག་པ་ཡིན་ན་ག་ལེ་ག་ལེ་སྐྱེ་ཡོང་གི་རེད་བ་འོ་དེ་ནང་བཞིན་གྱི་དབང་བསྐུར་ཟེར་བ་དེ་ཁྱོད་རང་ལ་དེ་འདྲའི་གི་ད་ཆུར་བསྐུར་ལོངས་བསྐུར་སྤྲུལ་བསྐུར་ལ་སོགས་པ་མདོར་ན་དེའི་གི་སྐུ་གསུམ

དེ་ག་རེའི་དབང་རེད་ཟེར་ན་དཔེར་ན་ཁྱེད་རང་གིས་དེ་རིང་ཕུར་སྦག་གི་དབང་ཞུས་ན་དབང་ཞུ་ཚར་ནས་བཟུང་སྟེ་ཕུར་སྦག་གི་ཉམས་ལེན་བྱེད་ཡ་ལ་ཁྱེད་རང་དབང་གི་རེད་དབང་ཟེར་ན་དེའི་གི་ཐོབ་ཐང་དེ་ཡོད་གི་ཡོད་རེད་ད། འོ་དེ་རེད་དེ་ག་རེ་དེ་ཁྱེད་རང་གི་དབང་མ་ཞུས་པའི་ཉམས་ལེན་བྱས་པ་ཡིན་ན་དེ་ལ་ད་དེ་གི་དེ་བཞིན་སྔར་གྱི་ཤེས་རྟོགས་དེ་ཉིད་འབྱུང་གི་ཡོད་མ་རེད་རྟེན་འབྲེལ་གྱི་གནད་དེ་འཆུག་ཚར་རེད་དེ་འདྲ་ཡིན་ཏེ་དབང་ལ་བརྟེན་ནས་དེ་ནས་དཔེར་ན་མཚམས་འདི་དགོས་ཡོད་ན་སོ་སོ་གསར་མ་རྙིང་མ་ག་ཚད་ཡོད་མ་རེད་དཔེར་ན་རོ་དགེ་ལུགས་པ་ལྟ་བུ་ད།

ཁ་ཏོན་འདོན་ཡག་དང་དེ་ཚོ་ལ་དབྱིན་ཇི་མི་གཅིག་གི་དབང་ཐོབ་མ་དགོས་པ་དེ་འདྲ་ཡང་ཁ་ཤས་ཡོད་རེད་བ། ཡིན་ནང་རྩ་བའི་ཆ་ནས་མང་ཆེ་བ་དེ་གསང་སྔགས་ཀྱི་ཉམས་ལེན་ཡིན་ན་ངེས་པར་དུ་དབང་ཐོབ་དགོས། ཁྱད་པར་དུ་བསྐྱེད་རིམ་དང་རྫོགས་རིམ་གྱི་ཉམས་ལེན་ཡིན་ན་དབང་ཐོབ་དགོས་ཡོད་རེད། དེའི་བསྐྱེད་རིམ་དང་རྫོགས་རིམ་ཉམས་སུ་ལེན་པའི་དབང་ཆ་དེ་ཁྱོད་རང་ལ་བླ་མའི་སྐྲ་བཞག་པ་ཡིན་ཙང་དབང་ཐོབ། ལབ་ཀྱི་ཡོད་རེད་དེ་དབང་ཆ་དེ་སྤྲད་པ་ལ་ཁོ་རང་ཆོལ་ཁ་ཕྱག་ལེན་དགོས་འགྲོ་སྟངས་ཞིག་ཡོད་རེད་དེ་ཅི་མ་ཇི་བཞིན་ཡག་པོ་ཅིག་བྱུང་དབང་ཞུ་བའི་སྐབས་སུ་ཡང་སོ་སོའི་བླ་མ་དེ་ལ་བལྟ་བ་ཡོད་བྱུང་ཆུ་དེ་གའི་འགྲོ་སྟངས་དེ་ཧ་གོ་བོའི་ཐོག་ནས་ཞུས་པ་ཡིན་ན་དབང་ཚད་མཐོ་ཤོས་དེ་ཐོབ་ཀྱི་ཡོད་རེད་དེ་མ་ཡིན་པར་རང་དེ་ག་ཙམ་སྤུན་མཆེད་ཅིག་མཐོང་བ་ཙམ་དང་ནི་དེ་འདྲའི་ཙམ་ཞིག་གིས་དབང་ཡག་ཤོས་དེ་ཐོབ་པའི་ངེས་པ་ཡོད་མ་རེད་དཔེར་ན་ང་ཚོའི་མ་ལབ་སྒྲོན།

གཟུགས་བརྙན་གྱི་དབང་དེ་ཁྱེར་བའང་ཐོབ་ཡོད་རེད་དེ། ནང་བླ་མ་གི་དངོས་གནས་ཀྱི་དབང་དངོས་གནས་དེ་ང་གི་ཐོབ་སོང་ལབ་ཡོད་རེད། གང་ཟེར་ན་མོའུ་རྒྱུད་ལ་དེ་དར་པ་དང་དེ་གི་དབང་གི་གོ་དོན་རྟོགས་པ་དེའི་གི་ཅིག་དམིགས་བསལ་གི་ད་མོ་དབང་བོ་ནོམ་བོ་རེད་བ། ཨོ་དེ་འདྲ་ཡིན་དེ་གི་དབང་ཟེར་བ་དེའང་གཙོ་བོ་དེ་སོ་སོ་གི་ཐོབ་མི་ཐོབ་ཟེར་བ་དེ་ཐ་མ་དེ་ག་འདྲ་ཐུག་ཡོད་རེད་ཟེར་དང་ད་ད་དེ་གི་བླ་མའི་ཐུགས་རྗེ་དང་སློབ་མའི་དད་པ་ཨོ་དེ་ནས་གི་དབང་གི་བདག་དོན་དེ་ནི་སྔོན་འགྲོ་ཡག་གི་སོ་སོ་ལ་དབང་གི་ད།

བདུན་དང་བཅུ་དྲུག་གི་ནང་ལ་ནི་མཆོག་དངོས་གྲུབ་ཐོབ་ཐུབ་ཀྱི་རེད་དེ་འདྲ་གསུངས་ཡོད་རེད། མ་ཉམས་རང་ཐག་སྐྱེ་བ་བཅུ་དྲུག་གམ་ག་རེ། རིང་ཐག་ལ་ད་སྐྱེ་བ་བཅུ་དྲུག་གི་ནང་ལ། ལོ་བརྒྱ་དང་ཆིག་སྟོང་དྲུག་བརྒྱ་གི་ནང་ལ་སངས་རྒྱས་ཐོབ་འགྲོ་གི་རེད།